ཚོམས་མཚམས་དང་པོ། དབྱིབས་བཞི། དབྱིབས་བཞི་ནི་ཆུ་འགྲམ་གྱི་མདངས་བུའི་ཐོག་ཏུ་འབབ་པར་དགའ་ཞིང། སྡེར་ཆུང་དམར་པོ་གཉིས་ཀ་མདངས་བུའི་གཞུང་གཏེར་དམ་པོར་འཐམ་ནས་འདུག་པ་ཡིན། དབྱིབས་ཕྱིའི་སྒྲོ་འདོགས་ནི་ཧ་ཅང་མཛེས་ཏེ། མགོ་སྤུ་ནི་དབྱིབས་མདོག་གི་རི་མོ་ཕབ་པའི་དར་སྐུའི་རྒྱང་གསེར་གྱི་མགོ་རིལ་དང་འདྲ་ཞིང། རྒྱབ་ཀྱི་སྒྲོ་སྤུ་ནི་སྟོད་ཐུང་རྒྱང་སྐྱ་དང་འདྲ། སྤྲིང་སྤུ་ནི་ཚི་ལེན་དམར་སྨུག་དང་འདྲའོ། དབྱིབས་ཕྱིའི་ལུས་ཕུང་ཆུང་ཞིང་སྙིང་རྗེ་བོ་ཞིག་ཡིན་ལ། གསལ་ཞིང་འོད་འཚེར་བའི་ཁྲ་ཆུང་མིག་གཉིས་ཀྱི་འོག་གི་ཆུ་རྡོ་ནི་ཕྲ་ཞིང་རིང་བ་ཞིག་ཡིན། དབྱིབས་ཕྱིའི་སྐད་ནི་གསལ་ཞིང་གཏིང་ལ་རྣ་བར་སྙན་པ་ཞིག་ཡིན། དབྱིབས་ཕྱིའི་སྐད་སྙན་སྒྲོག་བཞིན་ཆུ་ངོས་སུ་བརླན་པ་ལྟར་འཕུར་བར་དགའ་ཞིང། འཕུར་ནས་མིག་ལྡིབ་ཙམ་གྱིས་ཡིན་ལ། སླར་ཡང་འདམ་བུའི་ཐོག་ལ་འབབ་པ་དང། དྲག་འགུལ་མེད་པར་ཆུ་རིས་གཡོ་བའི་ཆུ་ངོས་སུ་མིག་ཅེ་རེར་བལྟས་ཏེ། མྱི་ཆུ་ཁར་གཡེང་བར་བསྒུགས་ནས་སྡོད་པ་རེད། མྱི་རྣམས་རྒྱབ་ནས་མགོ་བོ་ཆུ་ངོས་སུ་མངོན་ཙམ་བྱས་ན། ཆུ་བུར་ཆུང་ཆུང་རེ་འཕྱུར་ཞིང། ཁོ་ཚོ་ནི་འདི་ལྟར་སྤྱང་ཞིང་གྲང་བོ་ཞིག་ཡིན་ན་ཡང། དབྱིབས་ཕྱིའི་རྣོ་ངར་ཅན་མི་འོག་ནས་ཐར་མི་ཐུབ། དབྱིབས་ཕྱིའི་མདའ་བའི་མགོ་ནས་མདའ་འཕངས་པ་ལྟར་འཕུར་ཏེ། སྐད་ཅིག་ཉིད་ལ་ཉེས་བཟུང་ནས་ཆུ་ངོས་དེད་དེ་རྒྱང་དུ་འཕུར་ཚེ། མདའ་འོད་ནི་ད་དུང་ལྡེམ་བཞིན་པ་དང། རླབས་ཕྲེང་ནི་སྔར་ལྟར་གཡོ་བཞིན་འདུག་གོ། ང་ཚོས་དབྱིབས་ཕྱི་ཞིག་བཟུང་ནས་གསོད་འདོད་པའི་རེ་བ་དམྱལ་བ་རྒན་པོ་ལ་བཤད་པ་ན། དམྱལ་བ་རྒན་པས། བྱིས་པ་ཚོ། ཁྱོད་ཚོས་དབྱིབས་བྱེའི་ཚང་གང་དུ་ཡོད་པ་ཨེ་ཤེས། དབྱིབས་བྱེའི་ཚང་ནི། འཆི་བའི་སྟོད་ཀྱི་བྲག་གཟར་མའི་ངོས་སུ་ཡོད་པ་རེད། ཚང་བཅའ་སའི་ཁང་བའི་ཁ་ཧ་ཅང་ཆུང་ཞིང་གཏིང་ཟབ་པས་འཛིན་དཀའ་ཟེར། དེ་ཐོས་རྗེས་ང་ཚོས་རེ་ཐག་ཆད་དེ། དབྱིབས་ཞིག་འཕུར་ཡོང་བའི་དུས་སུ། ཐག་རིང་ནས་དེའི་མཛེས་ཤིང་སྡུག་པའི་སྒྲོ་ལ་བལྟས་པ་དང། དེ་འདམ་པའི་རྩེ་རུ་ཡུན་རིང་དུ་འདུག་པར་རེ་བ་བྱས་པ་ཡིན་ནོ།